པས་ངེད་རྣམས་ཀྱིས་ནི་དེ་ལབ་བདེའོ། དེ་རུ་ཉེར་གཅིག་པ་འདི་ཡི་ནང་ལོགས་ལ་འཛམ་བུ་གླིང་གི་མི། བརྒྱ་ཆ་དུ་མ་སོང་ན་བརྒྱ་ཆ་དགུ་བཅུ་སྐོར་ལྔ་སྟེ། སློབ་སྦྱོང་མེད་པའི་དཀའ་ངལ་ཡོད་མ་རེད། སློབ་སྦྱོང་མེད་པའི་དཀའ་ངལ་ཡོད་མ་རེད། འོ་ན་དཀའ་ངལ་ཆེ་ཤོས་དེ་ག་རེ་ལ་བརྟེན་ནས་ཡོད་དགོས་རེད། སློབ་སྦྱོང་མེད་པའི་དཀའ་ངལ་ཡོད་དགོས་རེད། དེ་ཁྱད་པར་ཧ་གོ་སོང། སློབ་སྦྱོང་ཡོད་རེད། ག་རེ་རེད་ནི་སྤུ་གུ་ཆུང་ཆུང་ད་ང་ཚོ་འགྲོ་བ་ཡིན་པ་ཡིན་ན་ད་ཆུང་ཆུང་ནས་སློབ་སྦྱོང་བྱེད་རག་མྱོང་ཡོད་མ་རེད་དེ་དཀའ་ངལ་ཅིག་ཡོད་རེད་མ་གཏོགས་ད་ང་ཚོ་ལས་འོག་མ་འོག་མ་དུ་ཚོ་དེ་རིང་སང་ཉིན་གྱི་དུས་ནས་ཕོ་སོར་མོ་སོར་དེ་འདྲ་ཡིན་པ་ཡིན་ན། སློབ་སྦྱོང་མ་རག་པའི་དཀའ་ངལ་ཡོད་མ་རེད་ཁོ་ཆུང་ཆུང་ནས་ལོ་གཉིས་གསུམ་གསུམ་བཞི་ནས་སློབ་གྲྭ་ལ་བཏང་ནས་ཁོ་ལ་སློབ་སྦྱོང་ཏག་ཏག་ཏག་ཏག་རག་གི་ཡོད་རེད། དུས་རབས་འདི་གི་བློ་སྦྱོང་ག་རེ་ཡོད་ན་དེ་རག་གི་རེད། འོ་ན་ག་རེ་འཕང་གི་ཡོད། ཁོ་ག་རེ་འགྲིག་གི་ཡོད་མ་རེད་ལམ། བློ་སྦྱོང། བློ་སྦྱོང་བའི་ཐབས། དེ་འདི་ནང་ལ། དེ་ལ་བློ་སྦྱོང་བའི་ཐབས་རྣམས་ཚུར་བསྡུས་པ་ཡིན་ན་ཅེས་པའི་བློ་སྦྱོང། ང་ཚོ་ལ་བློ་སྦྱོང་དང་བློ་སྦྱོང་གཉིས་ཀ་དགོས་གི་རེད། ཧ་གོ་སོང་ཨ། བློ་སྦྱོང་ཡང་དགོས་གི་རེད། བློ་སྦྱོང་ཡང་དགོས་རེད་བློ། བསམ་བློ། འོ་དེ་གཉིས་གཉིས་ཀ་ཡོད་པ་ཡིན་ན། སོ་སོ་མི་ཚེ་དོན་དང་ལྡན་པ་ཟེར་ཡ་དེ་ཆགས་གི་རེད་ད།

ནུས་པ་ཆུང་དུ་གཏོང་དགོས། སོ་སོ་པས་སོ་སོ་རྒྱུད་ལ་ཡང་འདོད་ཆགས་ཁོང་ཁྲོ་ག་རེ་བྱེད་ག་གི་བྱེད་ཡ་ཡོད་དང་དེ་ཡོད་སྙིང་པོ་སྒོམ་དགོས་དེ་སྒོམ་ཐབས་དུ་འོག་ལ་མ་ཡོང་གི་རེད། བྱམས་སྙིང་རྗེ་དང་ཤེས་རབ་ལྟ་བུ་ཕམ་པའི་རིགས་ཀྱི་འཇུག་ལོག་དེ་ཚོ་ག་རེ་རིམ་གྱིས་གོང་དུ་སྤེལ་ཏེ་གོམས་པར་བྱས་པའི་ཚུལ་གཉིས་སམ་མེད་པར་བརྗོད་ཆོག་བྱས་ཙང་བློ་སྦྱོང་བའི་ཐབས་བློ་སྦྱོང་སྟངས་དེ་ག་འདྲས་བྱང་དགོས་པོ་རེད། སྐྱོན་གྱི་རིགས་ཅན་གྱི་བློ་དེ་ཚོ། ཞིག་བྱུང་རེས་དང་ཨ་ནི་མེད་པ་བཟོ་ཐབས་བྱེད་དགོས་ཀྱི་ཡོད་རེད། ཡོན་ཏན་གྱི་རིགས་ཀྱི་བློ་དེ་ཚོ་ཡར་རྒྱས་གོང་འཕེལ་གཏང་ཐབས་བྱེད་ཡ་དོན་དུ་བློ་སྦྱོང་ཟེར་ཏེ་དེ་རེད། བློ་སྦྱོང་རེད་བ། སོ་སོ་ང་ཚོ་བློ་སྦྱོང་ཟེར་ཏེ་གང་ལ་ཡ་སོ་སོ་མི་ཤེས་པ་དེ་སོ་སོ་གི་སྦྱང་སྦྱང་སྦྱང་སྦྱང་ནས་ཤེས་པར་བྱེད་ཡ་དེ་ལ་བློ་སྦྱོང་ཟེར་གི་འདུག་ད་དེ་ནང་བཞིན་གྱི་བློ་སྦྱོང་ཟེར་ན་ཡང་སོ་སོ་གི་རྣམ་རྒྱལ་བསམ་བློ་དེ་འདྲའི་བཏང་བཏང་མེད་པ་དེ་དེ་ལ་ཡ་གོམས་འདྲིས་བརྟེན་གོམས་འདྲིས་བརྟེན་ནས་དེ་འདྲི་གི་བསམ་བློ་དེ་གཏང་མ་ཤེས་པ་དང་སོ་སོ་གི་བསམ་བློ་གཏང་ཤེས་པར་བྱེད་པ་དེ་ལ་ཡང་བློ་སྦྱོང་དེ་རེད་ད། ད་སྐྱོན་གྱི་རིགས་དེ་ཚོ་དེ་ཚོ་ཡོད་ན་ང་ཚོ་ལ་གནོད་གི་འདུག་གནོད་གི་མི་འདུག་གཙོ་བོ་དེ་ལྟ་དགོས་རེད་ད། ཁོང་ཁྲོ་ཟ་དེ་ང་ཚོ་སེམས་སྐྱིད་ལ་ཡོད་ན་དེ་གི་ང་ཚོ་ལ་ཕན་གི་འདུག་གནོད་གི་འདུག་ཨ་སོ་སོ་ལ་ཕན་གི་ཡོད་ན་རང་ཅག་བཞག་ཆོག་རེད་བ་ཡ། ཁོ་སྐད་མི་འདུག། གནོད་དགོས་ཡོད་པ་ཡིན་ན་ངེས་པར་དུ་ད་ལྟའི། སུ་ལ་གནོད་དགོས་རེད་སོ་སོ་ལ་གནོད་དགོས་རེད། སོ་སོ་དང་འབྲེལ་བ་ཡོད་པའི་མི་ཚང་མ་ལ་གནོད་དགོས་རེད། མི་གཅིག་གི་གི་ལ་ཁོང་ཁྲོ་དེ་ག་སོ་སོ་དང་སོ་སོ་གི་ནང་མི་ནས་འཕྲོས་པའི་དེ་ནས་ག་གྲོང་པ་ཁྱིམ་མཚེས་ནས། སོ་སོ་དང་འབྲེལ་ཡོད་ཀྱི་མི་ཚང་མ་ལ་གནོད་དགོས་རེད། ཁོང་ཁྲོ་རེད་བ། ཨང། ག་ཟ། དེ་གཅིག་གིས་ཀྱང་འཛམ་གླིང་ན་གནས་པའི་མི་ཀུན་བརླག་བྱས་ན། ཁོང་ཁྲོ་སྐད་ཅིག་མ་གཅིག་མི་གཅིག་གི་རྒྱུད་ལ་ཁོང་ཁྲོ་སྐད་ཅིག་མ་གཅིག་སྐྱེ་ཡ་དེ་གི་དེ་འདྲའི་ཁོང་ཁྲོ་སྐད་ཅིག་མ་གཅིག་དེ་གི་མི་ཚང་མ་ལ་གནོད་པ་སྐྱེ་ཐུབ་པོ་རེད། ཐུབ་འདུག་ཐུབ་མི་འདུག་དེ་རིང་སང་འཛམ་བུ་གླིང་ལ་ལྟ་ད་དེ། དམག་རྒྱབ་འདྲ་མི་འདྲ་བཟོ་བ་དེ། ཡུ་མི་འགོ་བདེན་གཉིས་ཀྱི་དཔེ་ཀུན་གྱི་བྱེད་པ་པོ། མི་གཅིག་གི་རྒྱུད་ལ་ཁོང་ཁྲོ་སྐྱེས་དེ་འདི་བྱས་ནས་དེ་ནས་ངར་རྒྱུད་ཕྲག་དོག་སྐྱེས་ནས་རྒྱལ་པོ་མགོ་རུ། དཔེར་ན་དེ་གཞན་དག་ང་ཚོ་པད་མོ་པད་མོ་བཞག་ང་རོ་ཚོ་དེ་རིང་འདི་འདི་ལ་འཛོམས་པའི་མི་འདིའི་ནང་ནས་དཔེར་ན་ང་འདྲ་བོ་ཞིག་དེའི་ཚེ་རྒན་མོ་འདྲ་བོ་ཞོར་དེའི་ཚེ་སེམས་པ་ལྷོད་ལྷོད་འདྲ་བས་ན་ང་ཚོ་ཚང་མ་སྐྱིད་པོ་རེད། ད་ལྟ་ང་ཁོང་ཁྲོ་ཟ་ནས་ངས་ཁྱེད་རང་ཚོ་ལ་ཚིག་སྡིག་ཀྱང་ཡང་ན་ཁོང་ཁྲོ་ཟ་ནས་ཅི་དཔེ་སྡོམ་པ་ནག་པོ་འདྲ་བ་བསྟན་ན་ཁྱེད་རང་ཚོ་ཚང་མ་སྐྱིད་པོ་མེད་པ་བཟོ་གི་རེད་དེ། ཁྱོད་ཚོ་ཁོང་ཁྲོ་སྐྱེས་ཡོད་མ་རེད་ད་ང་ཁོང་ཁྲོ་གི་ཟ་བ་ངའི་ཁོང་ཁྲོ་དེ་ལ་བསྟེན་ནས་ཁྱེད་རང་ཚོ་ཚང་མ་སྐྱིད་པོ་མེད་པ་བཟོ་གི་འདུག་བ་དེ། དེ་དངོས་ཡོད་གནས་སྟངས་རེད་འདོད་ཡོད། མ་དོ་ད་ག་ཚེ་དཀོན་མཆོག་ག་ཟོ་པ་རེད་ཅི་ཅི་ཅི་ཆུ་གི་སྐད་ཆ་རེད་ཟེར་ཡ་དེ་མ་རེད་ང་རོ་ཚོ་འདི་ཤ་ཁྲག་འདུ་བྱེད་ཀྱི་ཕུང་པོ་གྲུབ་སྟངས་ཁོ་རང་གི་དུས་ཀྱི་རང་བཞིན་གྱི་ཐོག་ནས་བསྟན་ཡོད་མགོ་རེད་སུ་དང་སུ་ཡིན་པ་ཡིན་ན་བྱམས་བརྩེ་གི་རང་བཞིན་ཅིག་ཡོད་ན་དེ་ལ་དགའ་བོ་དགའ་མོ་བྱེད་བསྡད་ཡ་ཅིག་ཁོང་ཁྲོ་དང་དང་གནོད་པའི་རང་བཞིན་ཅིག་ཡིན་པ་ཡིན་ན་དེ་ལ་མ་དགའ་བ་བྱེད་བསྡད་ཡ་དེ་ང་རོ་ཚོ་སྤྱི་སྟངས་ཀྱི་ཆེད་ནས་སེམས་ཅན་གྱི་འགྲོ་སྟངས་ཅིག་རེད་བ། ཁྱི་དང་ཤིང་མིན་འགྲོ་བོ་ཡིན་པ་ཡིན་ན་དགའ་བོ་བྱེད་ན་ཁོ་ཚོ་ཚེ་འཇིག་མ་ཡིན་ནི་སོ་སོ་ལ་དགའ་བོ་བྱེད་དོ། དེ་ཚེ་སྟོང་པ་ན་ག་སེ་སྟོད་ཕ་ཤོ་ཁྱི་ཁོ་ཡ་ནས་བརྡེག་འདོག་དེ་དེ་ག་རེ་བྱེད་རེ་ཆ་ཚ་ཁོ་རོ། བརྩེ་བ་ལ་དགའ་ཁོང་ཁྲོ་ལ་མ་དགའ་མཁན་གཅིག་ཁོ་རང་བཞིན་ཡིན་པ་དེ་ལ་དེ་ནས་ཧ་གོག་འདོག་རེད་བ། བྱས་ཙང་དེ་ཡིན་སོང་ཙང་ནི་མ་གཏོགས་དེ་ཆུ་གི་སྐད་ཆ་མ་རེད་ཆུ་ཁས་ལེན་མི་ལེན་གི་སྐད་ཆ་མ་རེད་སྤྱི་བཏང་གི་ཆ་ནི་འདི་འདྲི་གི་གཞུང་ཆེན་པོ་དེ་ཚོ་ནང་ལ་གང་གསུངས་པ་དེ་དངོས་ཡོད་གནས་སྟངས་དེ་འདྲི་རེད་མ་གཏོགས་གཅིག་དེ་ཆུ་ཁས་ལེན་ཉེན་ཚོགས་དེ་བྱེད་དགོས་མི་དགོས་དེ་བྱེད་དགོས་མ་རེད་ཟེར་ཡང་ངོ་ནི་ཅི་འདྲ་ད་དེ་མ་རེད་ད་ཡིན་ན་ད་དེ་འདྲི་ས་ནི་མི་ཟེར་གི་བསམ་བློ་བཏང་སྟངས་དེ་ཁོ་དེ་འདྲི་འགྲོ་གི་འདུག་ཡ་ད་ཁྱད་པར་མི་འདུག། དེའི་འོག་ཏུ་ལ་གར་འདུག། སེམས་བྱུང་གི་རྣམ་གཞག་བཤད་པའི་སྐབས་སུ། སེམས་སེམས་བྱུང་གི་རྣམ་གཞག་ཏན་ཏན་སྣང་བའི་ཚེ་རིག་དང་ལྟ་གྲུབ་ཀུན་འདུས་སྣང་ལ་ཡུལ་གྱི་གང་ལ་ཡང་སེམས་བྱུང་སྔ་ཕྱི་རྩ་གཅིག་གཟའ་འགྲོ་དང་ལྟ་སེམས་སེམས་བྱུང་གི་རྣམ་གཞག་མང་པོ་ཞིག་དེའི་སྐབས་ལ་གར། རྩ་བའི་ཉོན་མོངས་པ། རྩ་ཉོན་དང་ཉེ་ཉོག་གཉིས་སུ་བསྡུས་ཏེ། རྩ་བའི་ཉོན་མོངས་པ་དེ་ལ་གར་ཡོད་རེད་ཟེར་ན། རྩ་ཉོན་དེ་ལ་འདོད་ཆགས་ཁོང་ཁྲོ་ངར་འགྱེར་མ་རིག་པ། ཨ་ནི། ཐེ་ཚོམ་ལྟ་བ། ཟེར་ཏེ་རྩ་ཉོན་དྲུག་བྱས་ན་དེ་རེད།

བརྙན་ཕུག་གི་རིམ་གྱིས་བཟློག་པ། རེད། དཔེར་ན་ང་ཚོ་འདི་ཁང་པ་འདི་ནང་ལོགས་ལ་ནག་ཁོང་ཆགས་བསྡད་ཡོད་པ་ཡིན་ན། ལོགས་གཅིག་བར་ན་ཁོ་སྣང་བ་དེ་ཞིག་ཆེན་པོ། གཉིས་བར་ན་གསུམ་བར་ན་ཨ་ནི་དཔེ་འདི་ལོགས་དེ་ཚོ་ཚང་མ་བར་ན་འདི་ནང་ལོགས་ལ་ནག་ཁོང་ཁྱོན་ནས་མེད་པ་ཆགས་འགྲོ་གི་འདུག་བ། བྱས་ཙང་ཁོ་མུན་པ་གི་བརྙན་པོ་དེ་ག་རེ་ཟེར་ན་སྣང་བ། སྣང་བ་ཤུགས་ཆེ་རུ་ཆེ་རུ་འགྲོ་སྟེ་མུན་པ་དུ་ཞིག་ཆུང་རུ་ཆུང་རུ་འགྲོ་གདོད། ཚ་བོ་དུ་ཞིག་ཆེ་རུ་འགྲོ་ན་གྲང་མོ་དུ་ཞིག་ཆུང་རུ་འགྲོ། གྲང་མོ་དུ་ཞིག་ཆེ་རུ་འགྲོ་ན་ཚ་བོ་དུ་ཞིག་ཆུང་རུ་འགྲོ་ཁོ་གཉིས་ཕ་མཚོ་གཅིག་གི་གཅིག་རང་གནོད་བྱ་གནོད་བྱེད་ཡིན་སོང་ཙང་ནི། ཁོ་གཅིག་གི་གཅིག་ལ་ཁ་བཏད་རེད་འདུག་དེའི་ནང་བཞིན་སྔར་ཚོ་འདི་རྩ་བའི་ཉོན་མོངས་པ་དང་ཉེ་བའི་ཉོན་མོངས་པ་ཟེར་བ་དེ་ཚོ་གི་ཁ་བཏད་ཀྱི་གཉེན་པོ་དེ་ཚོ་སོ་སོ་གི་ཆེད་ཙམ་གྱི་སྒོམ་བརྒྱབ་ནས་དེ་འདྲའི་ཀུན་དཀར་དང་དབྱར་གྱིས་བཏང་བ་ཡིན་ན་ཉོན་མོངས་རིགས་དུ་ཚོད་མ་ཞིག་ཆུང་དུ་འགྲོ་གི་རེད། ཉོན་མོངས་དེ་དག་གི་ངོ་བོ་དང། ད་འདོད་ཆགས་ཡིན་ན་འདོད་ཆགས་ཀྱི་ངོ་བོ་ག་རེ་རེད་ཁོང་ཁྲོ་ངོ་བོ་དེ་ཚོ་འོན་ནི་བྱེད་ལས། ཤི་བ་ཙམ་གྱིས་ཆོག་གི་རེད་བས་ཟེར་ན་འགྲིག་གི་རེད་བས་ཟེར་ན་འགྲིག་གི་མ་རེད། འོ་ན་ད་ག་རེ་དགོས་རེད་ཟེར་དེ་དག་སོ་སོ་གང་ལས་སྐྱེས་པའི་རྒྱུ་དང་རྐྱེན་ཡང་ཤི་བ་གལ་ཆེ་བར་བསྟན། རེད། གཙོ་བོ་གཙོ་བོ་ག་རེ་ཟེར་ན་ཉོན་མོངས་དེ་དག་རྒྱུ་རྐྱེན་གང་ལ་བརྟེན་ནས་སྐྱེ་གི་འདུག། རྒྱུ་རྐྱེན་འདི་ཚོ་ཡག་པོ་ཅིག་ངོས་བཞིན་པ་ཡིན་ན་རྒྱུ་རྐྱེན་འདི་མེད་པ་བཟོ་ཆགས་པ་ཡིན་ན་ཉོན་མོངས་འདི་ཡོང་གི་མ་རེད་བ། ཨོ་རྩ་བ་དེ་དེ་ཡག་གསུང་གི་བ་རེད། ཨོ་རྒྱུ་རྐྱེན་དེ་སྔོན་གྱི་ནང་པའི་གཞུང་བསྟུད་མར་ནང་པའི་གཞུང་མང་པོ་གི་ནང་ལོ་ལ་བསྟུད་མར་ཟེར་དུས་གང་ལ་མང་པོ་གི་ནང་ལོ་ལ་ཉོན་མོངས་ཀྱི་རྒྱུ་རྐྱེན་གང་ཡིན་དང་ཉོན་མོངས་དེ་ཚོ་རྒྱུ་དང་རྐྱེན་དེ་ཚོ་ག་རེ་ག་རེ་ག་རེ་ག་རེ་ཡིན་པ། ཉོན་མོངས་སོ་སོ་ཡི་ཉེས་པའམ་སྐྱོན་རྣམས་ཀྱང་རྒྱས་པར་གསུངས་པ་ལས་འདིར་མདོ་ཙམ་བཤད་པར་བྱའོ། ངོ་སྣང་བའི་གསང་གཞུང་གི་ནང་ལོགས་ལ་ཉོན་མོངས་དེ་དག་གི་ངོ་བོ་བྱེད་ལས། ཉོན་མོངས་དེ་དག་རྒྱུ་རྐྱེན་གང་ལ་བརྟེན་ནས་བྱུང་བ་དེ་ཚོ་དཔེ་ཧ་ཅང་གི་རྒྱས་པོ་གསུངས་ཡོད་རེད། འོ་དེ་ཚོའི་ནང་ནས་འདིའི་སྐབས་སུ་མདོ་འདི་ཙམ་བཤད་ཀྱི་ཡིན། སྤྱིར་སངས་རྒྱས་པའི་གཞུང་རྣམས་ལས་ཉོན་མོངས་སྐྱེ་བའི་རྒྱུ་མང་དུ་གསུངས་ཀྱང་སློབ་དཔོན་ཐོགས་མེད་ཀྱིས་རྣལ་འབྱོར་སྤྱོད་པའི་དེ་ནས་ས་ལས་རྒྱུ་ཡི་གཙོ་བོ་དྲུག་གསུངས་པ་འདིར་བཀོད་ན། ཇི་ལྟར་འགའ་ཆད་ནས་རྒྱུ་སྐྱེས་མང་པོ་གསུངས་ཡོད་པ་ཡིན་ན་ཡང་འདིར་རྣལ་འབྱོར་སྤྱོད་པའི་ས་གི་ནང་ལོར་འཕགས་པ་ཐོགས་མེད་ཀྱིས་ཉོན་མོངས་སྐྱེ་བའི་རྒྱུ་རྐྱེན་གཙོ་བོ་དྲུག་གསུངས་དགོས་པ་རེད། དེ་ཉིད་ལས། དེ་གང་ལ་ས་ཡི་དངོས་གཞི་དེ་གི་ནང་ལོགས་ལ། རྣལ་འབྱོར་སྤྱོད་པའི་ས་གི་ནང་ལོགས་ལ་ཀཱ་ར་ཟིན། ཉོན་མོངས་པ་རྣམས་ཀྱི་རྒྱུ་གང་ཞེ་ན་ད་ཉོན་མོངས་པ་དུ་ཚོགས་ཀྱི་གཙོ་བོ་ག་ནས་ག་ནས་ལ་བརྟེན་ནས་སྐྱེ་དགོས་རེད་ཟིན་རྒྱུ་ནི་རྣམ་པ་དྲུག་སྟེ། རྒྱུ་དྲུག། རྒྱུ་དྲུག་ག་རེད་འདུག་ཟེར་ན། རྟེན། དང་པོ་དང། གཉིས་པ་དང། དམིགས་པ། འདུལ་འཛིན། བཤད་པ། སྐོམ་པ། ཡིད་ལ་བྱེད་པ་ལས་ཀྱང་ཉོན་མོངས་སྐྱེ་བ། དེ་རེད། ད་ང་ཚོགས་ཀྱི་རྒྱུད་ལ་ཉོན་མོངས་འདྲ་མི་འདྲ་པའི་ཉི་མ་རེ་རེའི་ནང་ལོགས་ལ་ཉི་མ། ཉོན་མོངས་པའི། གྲངས་མེད་པ་སྐྱེ་གི་འོར་བ་ཡིན་པ་ཡིན་ན་ད་ག་འདྲེ་ག་འདྲེ་སྐྱེ་གི་ག་འདྲེ་སྐྱེ་གི་ཡོད་མེད་ང་ཚོ་ཞེ་དྲག་བསམ་བློ་བཏང་གི་ཡོད་མ་རེད་བ། ཁ་ཏི་ཁ་ཏི་ཉོན་མོངས་སྐྱེ་ཡ་དེ་དཔེ་ཁོ་སོ་སོ་སོ་སོ་ཁོ་གི་ང་ལ་བྱས་མ་སོང་ཁོ་གི་ཅིག་བྱས་སོང་ཟེར་ཕག་ཤོ་ཁྱི་ལོག་ལ་འཛིག་གི་འཛིག་བསྡད་ཡ་མ་སོ་སོ་ནང་གི་བསམ་བློ་བཏང་བཏང་གི་ཐོག་ལ་ཡང་འགྱུར་ང་ཚོས་དེ་ཙམ་གི་དོ་སྣང་བྱེད་གི་འོར་མ་རེད་བ། ཧོ། གཞིས་འབྱུང་བ་ལྟར་དེའི་པར་རིས་ལ་ཡང་ཚིག་མང་པོ་ཡོད་རེད་ཡིན་ན་ངས་དེ་བསྡུས་ནས་མ་ཁོ་རང་གི་ཁ་ཐིག་ཁ་ཐིག་དུ་འདིའི་ནང་ལ་བཀོད་བཞག་ཡོད། དང་པོ་རྟེན་གཟའ་ཨ་ཏི་ག་འདྲི་བྱེད་ལ་བརྟེན་ནས་རྟེན་གཟའ་ཨ་ཏི་ཉོན་མོངས་སྐྱེས་པའི་རྒྱུ་རྐྱེན་གྱི་ནང་ལོགས་ལ་རྟེན་གཟའ་ཨ་ཏི་ག་རི་ས་བོན་ནི་བག་ཆགས་བག་ལ་ཉལ་ཏེ། དཔེར་ན་ནད་ཀྱི་ས་བོན་དྲོངས་མ་དྲོངས་འབྱིན་མ་ཐུབ་ན་ཟས་སྐྱོ་སོགས་ཅུང་ཟད་ཙམ་གྱིས་ནད་སློང་བ་བཞིན། རྐྱེན་དང་ཕྲལ་ན་རང་རྒྱུད་ལ་ཉོན་མོངས་སྐྱེས་ཆོག་ཆོག་གི་རྟེན་ནམ་ས་བོན་ཡོད་པ་དེ་དོན་དག་ཉོན་མོངས་པའི་བག་ཆགས་གཟའ་ཨ་ཏི་རེད། ང་ཚོ་ཁོང་ཁྲོ་གི་བག་ཆགས་ཁོང་ཁྲོ་གི་གོམས་གཤིས། འདོད་ཆགས་ཀྱི་གོམས་གཤིས། དོན་དག་གོམས་གཤིས་ངན་པ་ནང་གི་བསམ་བློ་གི་གོམས་གཤིས་ངན་པའམ་ཨ་ནི་གོམས་གཤིས་ངན་པའི་བག་ཆགས་ཨམ་ཡང་ན་ས་བོན་འོ་དེ་ལ་ཡང་བསྟེན་སླ་བོ་རེད། དེ་འདྲའི་གི་ས་བོན་དེ་ཡོད་པ་ཡིན་ན། དེ་ལ་ཡང་རྐྱེན་བལྟས་ཚེ་ཁྲེལ་ན་ལམ་ས་ཁོ་སྐྱེས་ཆོག་ཆོག་ཆགས་འགྲོ་བོ་རེད། དཔེ་བཞག་པ་ཡིན་ན། ང་རོ་ཚོ་སོ་སོ་གི་ལུས་པོ་ལ་ན་ཚ་ཅིག་ཡོད་པ་ཡིན་ན་ན་ཚ། སོ་སོ་གི་ལུས་པོ་ལ་ན་ཚ་ཅིག་ཡོད་པ་ཡིན་ན། ན་ཚ་དེ་གི་རྒྱུ་རྐྱེན་དང་གཙང་མ་གཙང་རྐྱང་མེད་པ་བཟོ་མ་ཐུབ་པ་ཡིན་ན། ཕྱིས་སུ་ཅིག་སོ་སོ་གི་ཟས་དང་སྐྱོ་གླང་བསྟེན་སྟངས་ཅུང་ཙམ་མ་འགྲིག་པ་དེ་ཙམ་གྱི་ན་ཚ་ལམ་སར་སློང་ཡོང་གི་རེད། འོ་དེ་ནང་བཞིན་དེ་ནང་བཞིན་ང་ཚོ་སེམས་སྐྱེད་ལ་ཡང་ཉོན་མོངས་པའི་བག་ཆགས་འམ་ནུས་པ་དེ་ཡོད་པ་ཡིན་ན། རྐྱེན་ཆུ་ལོག་ནས་རྐྱེན་ཡིན་ན་རེ་རྐྱེན་འཕྲད་ཙམ་གྱི་ཉོན་མོངས་ལམ་སར་སྐྱེད་ཆོག་ཆོག་ཆགས་འགྲོ་གི་ཡོད་རེད། འོ་དེ་ཉོན་མོངས་པའི་བག་ཆགས་ཉོན་མོངས་པའི་ས་བོན་ཟེར་ཡ་དེ་དེ་རེད། རྟེན་ཟེར་ཡ་དེ་རེད་སོང་བ། ཡང་དེ་ལས་གཞན་པ་ཡང་ང་ཚོ་གོ་བདེ་བོ་ཅན་དཔེར་ན་མེ་ཏོག་གི་ས་བོན་གྱི་ས་འོག་ལ་ཡོད་པ་ཡིན་ན། ཁོ་ས་འོག་ལ་དེ་ཡི་ས་བོན་དེ་ཡོད་སོང་ཙང་དེ་ལ་རྐྱེན་ཆུ་དང་ལས་འཕྲོས་པ་ཙམ་གྱིས་མྱུ་གུ་སྐྱེ་ཡོང་གི་འདུག་ཨ། འོ་དེ་ནང་བཞིན་ང་རོ་ཚོ་གི་སེམས་སྐྱེ་ལ་ཡང་ཉོན་མོངས་ཀྱི་ས་བོན་པའི་གྲངས་མེད་པ། དེ་ཡིན་སོང་ཙང་ཆོས་ལོག་གི་རྐྱེན་གཏད་ཚེ་ཕྲད་པ་ཡིན་ན་ལམ་སེམས་སྐྱེ་ཆོག་ཆོག་ཆགས་འགྲོ་ཡ་དེ་འོ། བག་ཆགས་ཡོད་པའི་དབང་གིས་སྐྱེ་གི་ཡོད་རེད། རྒྱུ་རྐྱེན་དང་པོ་དང་གཅིག་དེ་བཞིན། ད་གཉིས་པ་དང་དམིགས་ཡུལ། དམིགས་པའམ་ཡུལ། དམིགས་པའམ་ཡུལ་ད་དེ་དེར་སང་ཉིད་ད་དེ་ལས་ཀྱང་ད་ང་ཚོ་རྒྱུད་ལ་ཡང་དེ་ནས་ཉོན་མོངས་སྐྱེ་ཡ་གི་དམིགས་པ་དེ་ལ་ཡང་ད་དཔེ་ཁྱོད་ནི་ག་ཚོད་དགོས་དགོས། རེ་བ། འདི་ན་ཡིད་དུ་འོང་བ་དང་ཡིད་དུ་མི་འོང་བ་སོགས་ཏེ། བྱས་ཙང་ཡུལ་རེ་ཡིད་དུ་འོང་བ་ལ་བརྟེན་ནས་འདོད་ཆགས་སྐྱེ་དགོས། རེ་བ། ཡང་ལྕགས་ལ་ཡག་པོ་ཅིག་མཐོང་ན་དེ་ལ་བརྟེན་ནས་འདོད་ཆགས་སྐྱེ་དགོས། ཁ་བ་རྫིག་པོ་ཅིག་མཐོང་ན་དེ་ལ་བརྟེན་ནས་འདོད་ཆགས་སྐྱེ་དགོས། ད་དེ་ནས་ཅིག་ཡང་བལྟས་ཚེ་ཡོད་ཉེས་དང་ཅིག་རླངས་འཁོར་རྫིག་པོ་ཡོད་ན་དེ་ལ་བརྟེན་ནས་འདོད་ཆགས་སྐྱེ་དགོས། ད་ཅི་འདྲ་མི་ཅོ་བརྒྱད་རེད། ག་ལ་བཞི་པོ་བརྗོད་པ་ཡིན་ན་དེ་ལ་འདོད་ཆགས་སྐྱེ། རེ་བ། ཕྱི་ཡི་རྐྱེན། ཡིད་དུ་འོང་བ་སོ་སོ་ལ་ལྟོས་ཏེ་ཡིད་དུ་འོང་བའི་ཡུལ་གང་ཡང་རུང་བ་ཅིག་ལ་ལྟོས་ནས་སོ་སོ་གི་སེམས་བསྐྱེད་ལ་ཡང་ཉོན་མོངས་དེ་དང་དེ་དེ་སྐྱེ་འོང་གི་རེད། དེ་གཙོ་བོ་དང་དམིགས་པའི་རྐྱེན་ལ་བརྟེན་ནས་སྐྱེ་འོང་གི་རེད། ཡིད་དུ་འོང་བ་ཟེར་དེ་ག་ལ་སོ་སོ་གི་ཅིག་སེམས་ལ་མ་འགྲོ་ཡ་ས་སོ་སོ་གི་མ་དགའ་ས། འོ་དེ་འདྲའི་མི་ཅིག་མཐོང་ན་ཡ་དེ་དེ་ལ་བརྟེན་ནས་ཁོང་ཁྲོ་སྐྱེ་བསྡད་གི་རེད། བྱས་ཙང་དེ་ཚོ་གཙོ་བོ་དམིགས་པ་ལ་བརྟེན་ནས་སྐྱེ་དགོས་འདུག་ཨང། འདིར། གང་དང་ཕྲད་ན་ཉོན་མོངས་སྐྱེ་བར་འགྱུར་བའི་རྨུགས་པ་འོ་དེ་རེད། ཅིག། དེ་ཡིན་སོང་ཟ་ནི་སོ་སོ་འོ་ཅིག། ནམ་གྱི་ང་ཚོ་འདི་ཚོ་ལ་ཡང། རྩུབ་བོ་ཅིག་ཁ་ར་གཟབ་གཟབ་བྱེད་དགོས་འོ་རེད་དེའི་ནང་ནས་ཀྱང་ང་ཚོ་དམིགས་ཡུལ་འདི་ཚོ་ལ་ཡང་འོ་དེ་ནི་ཅིག། ང་ཚོ་རྣམས་ཀྱིས་དབང་པོའི་སྒོ་བསྡམས་པ་ཟེར་ཅིག་ཡོང་དགོས་རེད་བ། བསླབ་བྱ་ཅིག། དབང་པོའི་སྒོ་བསྡམས་པ་ཟེར་ཏེ་ཁྱེད་རང་གི་མིག་གིས་ཁྱོད་ནི་མ་བལྟ། ཨ་མཆོག་ཁྱོད་ནི་མ་མཉན། ཨ་ནག་པོ་དང་ཏུ་སོ་ཚང་མ་སྐབས་དགོ་བོ་རེད་ཟེར་དེ་ལ་འོ་མར་ད་ཡང་འོམ་བུ་སྒོ་བསྡམས་ཟེར་དེ་གང་གར་ལ་འོ་རེད་ཟེར་ཁྱེད་རང་མིག་གི་མཐོང་ཚད་ཀྱི་རྗེས་སུ་མ་རྒྱུགས་ཟེར། མིག་གི་ཡིད་དུ་འོང་བ་ཅིག་མཐོང་ན་ཨོ་ཡིད་དུ་འོང་བ་འདུག་ཟེར་ནས་ལམ་སང་སེམས་ལ་ཡང་འདོད་ཆགས་སྐྱེས་ཆོག་ཆོག་མ་བྱེད་ཟེར། ཨ་ནི་སོ་སོའི་མིག་གི་ལྟ་ནས་ཕ་ཞོལ་དུ་ཡིད་དུ་མི་འོང་བ་འགྲོ་བ་ཅིག་དང་དེ་འདྲ་ཅིག་བལྟས་ཟེར་གཙོར་པོ་འགྲོ་བ་དང་དག་ཅིག་སོ་སོ་ལ་ལྟོས་ཏེ་ཡིད་དུ་མི་འོང་བ་ཅིག་འདུག་དེ་ལ་བལྟས་ནས་ལམ་སང་སྡང་བ་མ་སྐྱེས་ཟེར། རེ་བ། རྟགས་རྟགས་ཟེར། རེད་བ་ཡ། རྣམ་རྒྱལ་དེ་གསུང་གི་འདུག་མིག་གཉིས་བཟོ་འདུག་ཟེར་དེ་ག་རེ་རེད་ཟེར་ན་ཀ་ས་ཀ་བ་ལྟ་ཤོག་ཟེར་གོ་རེད་ཟེར། ཨ་མཆོག་གཉིས་བཟོ་འདུག་ཟེར་མོ་དེ་ཀ་ས་ཀ་ག་རེ་ཡིན་ན་ཉན་ཤོག་ཟེར་གོ་རེད་ཟེར། ཁ་གཅིག་མ་གཏོགས་བཟོ་མི་འདུག་ཟེར་མོ་དེ་བལྟས་ཚེ། པར་པར་པར་པར་པར་ཤེས་ཡ་དེ་བལྟས་ཚེ་ཉུག་ཉུག་ཤེས་ཤོག་ལ་འོ་ད། ཤེས་དགོས་ཡ་དེ་ཤེས་ཤེས་མི་དགོས་ཡ་དེ་མ་ཤེས་ལ་འོ་ད། རེད་བ།